ཡ། སྐུ་གཟུགས་བཟང་པོ། ལ་དྭགས་ང་ཅཱ་ར་ཡིག་དྲུག་གི་སྡེ་སྲིད་ཁྲི་རབས་རིམ་བྱོན་གྱིས་མཛད་པ་ཏུ་ཇི་སྲས་འདི་བཞུགས་དུས་ཡུལ་མི་ག་ར་ལུ། ལ་དྭགས་ད་རི་ན་ལ་མ་ལུག་དྲུག་གི་སྡེ་སྲིད་ཁྲི་རབས། ཇུ་ར་ཁྲི་རབས་ལྔ་བཅུ་ང་དགུ་བ་གིས་ཏེ་མཛད་པ་ཏུ་ཇོ་དུས་བཞུགས་ནས་ལ་དྭགས་ད་རི་ལས་ཏེ་ད་ང་ཅཱ་ར་ཡིག་དྲུག་གི་སྡེ་སྲིད་ཁྲི་རབས། རིམ་པ་ར་བཞིན་ཏུ་བྱོན་དུས་ཡུལ་མི་ཚུལ་གྱིས་མཛད་པ་ཏུ་ཇོ་དེར་བཞུགས་ཚ་ཡི་ལ་དྭགས་རི་ཇུ་དེ་ར་ཁྲི་རབས་ལྔ་བཅུ་ང་དགུ་བ་དེ་ཡིན་ཏེ་འཁོར་གྱི་མཚན་འདི་ས་སྐྱོང་མི་འོང།

གོ་རབ། སྐུ་ན་ཆུང་སྐུ་དགའ་ལས་ར་ཏི་ཞབས་བྲོ་གསུང་སྤྲུལ་ཕྱུགས་ལས་བཞི་པ། དེ་སྦྱིན་མེད་རྡོ་རྗེ་གི་སྐུ་སྐད་འཁྲུལ་བ་མེད་པ་གསལ་ཏོ་ཏོ་བས་དེ་ཆོས་ཉིད་བདེ་གི་དེ་གོ་རེ་གི་སྐུ་གུང་མོ་གི། མཛེས་བྱ་དེ་ཚོས་དེ་ཧིན་སང་ས་བའི་གསུང་འདི་བས་དེ་སྐུ་ཆས་ད་དེ་ལས་ཞབས་ཕྱི་དེ་ཚོ་ག་ར་ཏི་ངོ་ཁེམ་ལས་ཏི་འདི་བས་དགོང་ལོ་ཆུང་སྐུ་གི་དགའ་ལས་ར་ཏི་གདན་ས་ས་ལྔ་ཆུ་འཁོར་ལོ་བས་དེ་འདྲི་ཞུགས་དེ་དེ་སྤྲུལ་སྐུ་གི་ངོས་འཛིན་ད་དེ་ལས།

དེ་ལས་ཁོ་རང་གདན་སའམ་ཕུན་ཚུན་གཉིས་ལུགས་ཏེ་ལྷ་ཀྱི་སྒྲུབ་ཆེན་གྱི། གར་འཆམ་གྱི་དོན་ལུགས་ཏེ་ལྷ་ཀྱི་སྒྲུབ་ཆེན་ཏེ་པི་ན་ཁ་ཀྱི་སྒྲུབ་ཆེན་ཏེ་ཐིམ་པོ་ལྷ་མིག་གི་སྒྲུབ་ཆེན་པི་ན་ཁ་མཁན་པོའི་སྒྲུབ་ཆེན་གྱི་དོན་ལུགས། ལྷ་མོ་རས་མ་ཏི་ཀྱི་ཞལ་འབབ་བྱིན་རླབས་ཅན་དུ་ཏོ་ང་ཅ་ར་ནང་ཐིམ་པོ་སྒྲོམ་ཆེན་གྱི་སྐབས་དུ་ལུགས། ཏེ། ང་ཅ་ར། དཔལ་ལྡན་ལྷ་མིག་གི།

གཞན་གྱི་སྐུ་བརྙན་འདི་ཚོའི་མ་རབས་ཅི་སྟེ་ཁོ་རེ་ཕྱག་བཟོ་གི་པའི་གཞིན་ནང་རྣམས་ཡིན་པས་ལ་དེ་ལས་རྫོང་ཁ་དང་དགེ་འདུན་སུག་སོགས་ཀྱི་འགྲོ་བ་རེ་གྲོ་སེམས་ཅན་ཐམས་ཅད་ཀྱི་བསོད་ནམས་ཀྱི་རྟེན་ལོ་དེ་ཨ་ནེ་ཟུམ་མེད་ཀྱི་ན་དེ་ཁྱད་པར་ཅན་ལས་ས་ཅི་སྟེ་ཁོ་རེ་ཕྱག་བཟོ་གི་པའི་གཞིན་ནང་ཁོག་གི་ཕྱག་ཤུལ་ལས་ཤ་ཅི་ར་ཡུལ་ཟེར་མེད་ལ། དེ་ལས་སྤྱི་ལོ་པའི་བ་ཆེན་སྤྱི་སྟོང་བརྒྱད་བརྒྱ་བདུན་ཅུ་དོན་བརྒྱད་དེ་ཅི་ཁ་ཡིན་མེད་ལ་ཐིམ་ཕུག་རྫོང་པའི་དངོས་གྲུབ་ཀྱི་སྟེ་དེ་ག་སྡེ་སྲིད་ཁྲི་ཟུར།

ལྔ་ཅར། རྒྱལ་སྲིད་ཁྲི་རལ་ལྔ་བཅུ་ང་དགུ་པ། རྒྱལ་སྤྱི་སློབ་པའི་བར་ཆད་སྤྱི་སྟོང་དགུ་བརྒྱ་བཅུ་མི་བཞི་ལུ་ལྡན་ས། སྤོ་རོ་སང་ཆོས་ཆུས་ཁོག་གིས་འུག་ལུག་དོ་དོ་ང་ཅར་ག་ར་གི་རྗེ་ས་ཡུལ་མུག་ལ་ཧ་ནི་ཁ་ལུ་ཏེ་ཀུན་དགའ་ཆོས་གླིང་གི་ལྡན་ས་དི། ཏེ་ག་ནི་བ་རྫི་དོ་དོ་རྒྱ་དོ་དོ་བྱིན་རླབས་ཆེ་དོ་དོ་བའི་སྤྱི་སྟོང་དགུ་བརྒྱ་བཅུ་མི་བཞི་ལུ། ཏེ། ཁོག་གི་ལྡན་ས་དི་ཨ་ནི་བའི་ལྕགས་ནག་རྣམས་ཨིན་སེ་མེ་ལ་ད་ནག་དོ་དོ་གི་ཨ་ནི། རྒྱལ་སྲིད་ཁྲི་རབས་རིམ་བྱོན་གྱི་མཛད་པ་ལྟོ་འཇོ་ན་དེ་སྐྱོ་ཁེབས་དེ་མི་འདུག་ཨིན་ཡིག་རུ་ང་ར་གི་དཔེ་ཆ་གཞན་གཅིག་ན་ག་དེ་བའི་རྒྱའི་ཡིག་ཟེར་བ་ཅིན། རྒྱལ་སྲིད་ཁྲི་རབས་ལྔ་བཅུ་ང་དགུ་བ་པའི་བྱོན་དུས་ཡུལ་མི་ས་ཆུང་མི་དབང་ཞབས་དྲུང་གསུང་ཁྲི་འཁྲུགས་ལས་སྐུ་ཕྲེང་ལྔ་པ་ཡེ་ཤེས་དངོས་གྲུབ་མཆོག་འདི་ཕྱག་བཟོ་མཁས་ཉིད་བགྱིད་ཀྱིས་མདོ་སྟོད་ཞོ་རྡོ་རྫོང་པའི་སྤྱི་སྟོང་དགུ་བརྒྱ་བཅུ་མི་བཞི་ལུ་གདན་ས་སངས་ཆེན་ཆོས་འཁོར་གྱི་འོག་ལུ་པ་རོག།

མོ་འབྲུག་རྒྱལ་ཁབ་ཀྱིས་ཕན་བདེ་བླ་ན་མེད་པའི་གི་རྩ་བ་རག་འཛིན་གནང་བཞིན་ན་ལེ་ཚུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མི་དྲུག་ལོ་ལ་གནམ་ལོ་མེ་སྟག་གི་ལོ་དེ་ལོ་ཁོ་ར་སྡེ་བའི་གི་འཕྲིན་ལས་དགོངས་ཞུ་མཛད་དེ་བའི་སྦས་ཤིང་ན་པ་རོ་གདན་ས་གསང་ཆེན་ཆོས་འཁོར་ལུགས་སྟོད་རྒྱལ་པའི་བྱོན་དུས་པའི་བཞུགས་སྣང་ཡིན།

ཅན་ཡང་ན་གནམ་ལོ་ཤིང་ཡུལ་གྱི་ལོ་ལོ་མཁན་ཆེན་ཁྲི་རབས་ལྔ་བཅུ་ང་གཉིས་པ་དཔལ་ལྡན་སེང་ཡིག་ཏུ་དགོངས་སུ་བཅོལ་མདའ་ལུ་མི་དབང་སྦྲུལ་དགའི་དང་བ་གོང་ས་དབུ་རྒྱན་དབང་ཕྱུག་མཆོག་གི་ཕྱོགས་ལས་ཡེ་ཤུ་དངོས་གྲུབ་མཆོག་སྟེ་མཁན་ཆེན་ཁྲི་རབས་ལྔ་བཅུ་ང་གསུམ་པའི་གི་ཁྲི་ལོ་དཔལ་ལྡན་སྦྲུལ་བིག་གི་མཁན་ཆེན་ཁྲི་རབས་ལྔ་བཅུ་ང་གསུམ་པ་བའི་ཁྲི་ལྔ་སོས་ཤུ་དེ་པའི་ཤུ་དེ་པའི་རྫས་སྤྱི་ཡི་ཚེ་མེ་ལ། དེ་ལས་ལོ་ངོ་གཉིས་ཀྱི་རིང་དཔལ་ལྡན་སྦྲུལ་བིག་ཆོས་ཀྱི་དབུ་ཁྲིད་ཀྱིས་མཁྱེན་པའི་ཁྲི་ཐོ་ལུ་དེ་རྫིས་གནང་བདེ་པའི་གཞུ་ནུང་ཟེར་ཤུ་ནི་དེ་གའི་སྐབས་དུ་ལོའི།

ཡང་ཉིན་གཅིག་ཡིན་པས་གསེར་ཞུ་ནི་ད་དེ་ན་ལུ་དོ་བ་སའི་གོ་མི་དེ་ར་རྒྱལ་སྲིད་ཁྲི་རབས་ལྔ་བཅུ་ང་དགུ་བ་འདི། དེ་ཧེ་མ་ཀི་རྒྱལ་རབས་སུ་ན་བེ་བ་ཅིན་རྒྱལ་སྲིད་ཁྲི་རབས་ལྔ་བཅུ་ང་ལྔ་ལས་རྒྱལ་མི་འདུག་དོ་དོ་ལྔ་བཅུ་ང་དགུ་ཚུན་ཚོད་ཞུ་དུས་ཡུལ་ལ་དེ་དེ་ཁོ་ཁྲི་ཐོ་ལུ་ཆོས་མི་ཀི་དེ་དུས་ཚོད་དེ་བེ་བ་ཅིན་ཏེ་ང་ཅི་ར།